ལྟ་ཅི་ཆོས་ཀྱི་སྙེགས་མར་བ། དེ་ནང་བཞིན་དུ་རྒྱ་གར་ནས་གདན་ས་ཁག་གི་དགེ་བཤེས་རྣམ་པ་གི་སྐྱབས་མགོན་རིན་པོ་ཆེ་དབུ་བཞུགས་པ་གི་བསྟན་འཛིན་གི་སྐྱེས་བུ་དམ་པ་དེ་ཚོས་དེ་བྱེད་དེ་དུས་ཆོས་དེ་འདྲ་ཁེམ་ཚ་ཅིག་ཡིན་ན་ཧོ་ཐོང་བསམ་ཡ་ཅིག་འདུག་དེ་གོ་ངའི་གོ་ཐོས་གི་བྱས་པ་གི་ཆོས་གི་གཞུང་ལུགས་དེ་ཚོ་བསྟན་ན་ད་དགེ་འདུན་ལ་ཡིན་ཟེར་ན་ཚོམ་ཡིག་ལས་ཟ་གི་རེད་ཟེར་དུ་སོང། གཅིག་ནས་གཉིས་ནས་སེམས་ཤེས་ཅིག་བློས་གཏོང་ཚན་དེ་བརྒྱུད་དུ་ཐུབ་པ་ཆེན་པོ་གི་སེམས་ཤེས་སྐྱེ་ཡོད་མར་བ།

སེམས་ཅན་ག་འདྲས་ཟིན་ངེས་པ་ཡང་ན་ཡང་སྙིང་རྗེ་གི་སྟོང་ཡང་ཡོད་མ་རེད་བ། སེམས་ཅན་ཐམས་ཅད་ཟེར་ཏེ་ང་ཚོས་བྱེད་ཀྱི་ཡོད་རེད་བ། ད་སེམས་ཅན་ཐམས་ཅད་ག་སྲིད་འདི་ལག་ལེན་བྱས་ཏེ་དེ་འདྲའི་གི་ཆོས་ལུགས་ཅིག་དགོས་པ་ཡིན་ན། སྐྱབས་འགྲོ་གསར་བ་བརྩམ་དགོས་ཡ་ཆགས་ཤག། ཚད་མེད་གཞི་གསར་བ་བརྩམ་དགོས་ཡ་ཆགས་ཤག། སྐྱབས་འགྲོ་རྩ་བ་ག་རེ་གཙང་དགོས་འདུག་ཟེར་ན། ད་དོ་ཇག་ལ་སྐྱབས་སུ་འགྲོ་མཁན་རྒན་གྲས་དེ་ཚོ་ཕག་ཞག་གཞན་དག་རྒན་གྲས་ལ་སྐྱབས་སུ་མཆིའོ་ཟེར་ཡང་འདྲ་བོ། དོ་ཇག་དང་འབྲེལ་བའི་ཆོས་དེ་ཚོ་ཕག་ཞག་གཞན་དག་ལ་ཆོས་ལ་སྐྱབས་སུ་མཆིའོ་ཟེར་ཡང་འདྲ་བོ་སྐྱབས་འགྲོ་རྒྱལ་པོ་ཅིག་བྱེད་ཀྱི་རེད་བ་ལ། དེ་མ་ང་ཚོས་མ་སེམས་ཅན་ཐམས་ཅད་བདེ་བ་དང་ལྡན་ན་སྐྱོན་མ་རུང་བདེན་པ་ཅིག་བྱེད་བདེན་པ་དག་གིས་ས་བོ་དེ་དག་བྱེད་ནུས་པ་བླ་མ་ལྷའི་སེམས་ཅན་བསླབ་དུ་གསོལ་ཟེར་ཏེ་ང་ཚོས་ཅིག་འཚེ་མི་ཤེས་ད་ཇོ་ཆོས་དེ་ཚོ་འདོན་དུས་རྣམ་པ་ཚོས་གསུངས་བསྡད་ཡོད་རེད་བ་ད་གང་འདོད་ནོ། ད་མཇུག་མ་ག་རེ་བྱེད་དགོས་རེད་ཟེར་ན། དོ་རྒྱག་བསྟན་མཁན་དེ་ཚོ་ཕ་ཤ། གཞན་པ་གི་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་ན་ཅི་མ་རུང་བདེན་པ་ཆོས་ཀྱི་བདེན་པ་བདག་གིས་ཟེར་བ་དེ་དག་བྱེད་ནུས་པ་བླ་མ་ལས་གཞན་གྱིས་བསླབ་ཏུ་སུ་ཟེར་ཡ་མ་གཏོགས་ལས་གི་ད་སྔ་མ་གི་སངས་རྒྱས་སྐྱབས་མདན་འདས་གི་གསུང་མཆོག་དང་མཁས་གྲུབ་སྐྱེ་བོ་དམ་པ་རྣམས་པའི་རྒྱུད་དབྱུང་རྒྱུ་དེ་ནང་བཞིན་དུ་ཉམས་སུ་ལེན་དགོས་ན་དཀའ་ལས་ཁག་པོ་ཆགས། དེ་བྱེད་དུས་ད་སྔོན་ན་དྲངས་ནས། ཆོས་ལ་ཡང་འགའ་འདུག་བསམ་ཡང་དེ་རྒྱུ་མཚན་རང་གི་ཅིག་ད་ཆོས་ལ་སྟོན་གང་ཟག་ལ་མི་སྟོན་པ་དེ་ཞལ་བསྟན་ན་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ཚང་མ་དེ་ཧ་གོ་གི་མེད་ན་ཡང་ད་ལམ་རན་རེད་བླ་མ་དགེ་བའི་བཤེས་གཉེན་རྣམ་པ་བཀའ་དྲིན་རང་ཉིད་ཆོམ་སྣེ་ཁའི་ད་ནས་དམ་པའི་ཆོས་ཀྱི་སྒོ་ལ་ཞུགས་ཏེ་ཆོས་ལ་གང་ཟག་གང་ཟག་ཐོས་པ་བྱས་པ་དེ་ལ་ཅིག་ཚུལ་ཐོས་པ་རྟོགས་འོང་དུས་ཆོས་དང་མཐུན་མི་མཐུན་གསལ་དུ་ད་འདོད་བོད་ཀྱི་གཞུང་ལ་འོ་དེ་ནས་སྡེ་སྣོད་འདྲེན་པ་རྣམས་ཀྱི་ག་རེ་གསུང་གི་འདུག་སྡེ་སྣོད་འདྲེན་པ་རྣམས་ཀྱི་ཐུགས་དང་མཐུན་མི་མཐུན་དེ་སྡེ་སྣོད་འདྲེན་པ་རྣམས་ཀྱི་བཀའ་ད་འདོད་བོད་ཀྱི་གཞུང་དང།

བླ་མ་རེད་ཟེར་དུས་དཔེར་ན་ཆ་བཞག་ན་ང་ཚོ་ལ་བྲག་རུ། དཔའ་ལུ་ཟེར་ཡ་ཕེབས་ཡ་ཡོད་རེད་བྲག་རུ་མཚན་ཚང་ཟེར་ཡ་ཕེབས་ཡོད་རེད་ཁྲང་ཀི་ཀྲུག་གི་ཁྲང་ཀི་སྐྱབས་མགོན་ཟེར་ཡ་འདྲ་མ་འདྲ་ཕེབས་གི་ཡོད་རེད་ཚང་མ་དེ་ག་བླ་མ་རེད་ཟེར་ཆོས་ཞུ་སྐྱོང་རེད། ང་ཚོས་བླ་མ་ལ་སྐྱབས་སུ་མཆི་བོ་ཟེར་དུས་ས་སྐྱ་བཀའ་བརྒྱུད་སྨྱུག་མ་དགེ་ལུགས་ཟེར་གི་མི་འདུག་བླ་མ་ཐམས་ཅད་འདོད་ན་ཆོས་ཞུ་དགོས་གི་རེད་ད་ཟེར་དུས་ཞུ་གི་རེད། ཆུ་བླ་གོ་དེ་རེད་ཕ་བླ་དེ་རེད་ནང་གཅིག་ལ་ལྷག་ལ་ང་ཚོ། ལྷ་ཁང་ཆུང་ཆུང་གི་ནང་ལ་ཤོག་གུ་དཔའ་དེ་ཚོ་རྒྱག་ཡ་མདའ་ཡང་ས་སྐྱ་བཀའ་བརྒྱུད་སྨྱུག་མ་དགེ་ལུགས་གི་སྲུང་མ་བླ་མ་ཚང་མ་དཔའ་ཁྲ་དེ་ཚོ་རྒྱག་ཡ་མ་གཏོགས་ལས་གི་གཅིག་མ་ཕན་ཡ་དཔེ་ཟེར་གི་མ་རེད། དེ་མ་ཚད་ལས་ཀྱི་ལྷན་པ་སེར་པོ་ཐམས་ཅད་ཀྱི་ཡང་མཐོ་སར་བཞག་དགོས་ཀྱི་རེད་ཟེར་ཡ་མ་གཏོགས་ལས།